བོད་མི་སྤྱི་བོ་གནམ་བསྟན་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད། མེ་ཏོག་གངས་ལ་ཕོག་པའི་ལྷ་སྐལ་ལྷ་རྗེའི་སྲིད་ཞིའི་གཙུག་རྒྱན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་ཕྱག་སྔོན་དུ་ཕུལ་བའི་སྒོ་ནས། བོད་ཀྱི་བརྙན་འཕྲིན་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ། བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ། རབ་གནས་མཆོད་ཡོལ་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག། རྣམ་པ་ལྷན་རྒྱས་ཚོའི་ལས་དོན་མཐའ་དག་བྱ་བ་ལམ་ལྷོང་ཡོད་པའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན། དེ་རིང་རྣམ་པ་ཚོ་ལ་སྙན་གསེང་ཞུ་ཡས་ཤིག་ལ། ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ཟླ་བ་དྲུག་པའི་ཚེས་གཅིག་རེས་གཟའ། ལྷག་པ་ནས་བཟུང་བྱས་ནས་ང་ཚོའི་སྐུའི་བླ་ས་ནམ་ཡིང་ལ་ཐ་སྙད་གོ་ལྡོག་སྤེལ་བྱས་ནས་ད་ལྟ་བར་དུ་ཐེངས། སུམ་ཅུ་སོ་བདུན་བར་དུ་དཔེ་བསྒྲུབས་པ་རེད་ད་ད་རིང་ནས་བཟུང་ནས་ཁྲིམས་དཔོན་བསྒྱུར་བཅོས་བྱས་བྱས་ནས་ཅིག་རེས་གཟའ་ལྷག་པ་ན་མིང་ལ་མ་ཡིན་པ་རེས་གཟའ་ལྷག་པ་གཉིས་རེའི་མཚམས་སུ་ཨ་ནི་ཐ་སྙད་གོ་ལྡོག་པས་དང་འདིས་ཨ་ནི་ཅིག་ས་ཆ་དཔེ་ས་དེ་ཅིག་མ་འདྲ་མ་འདྲ་ཐོག་ནས་དཔེ་ཡིག་གི་དེ་འདྲའི་བསྒྱུར་བཅོས་ཕྲན་བུ་ཞིག་བཏང་ཡོད་ཞུས་ཡིན། ད་དེ་རིང་ཐ་སྙད་ངོ་སྤྲོད་ཞུ་ཡས་འདི་རྟོག་སྒྲུང་ངམ་བཅོས་སྒྲུང་གི་ལམ་ནས་ཨ་ནི་རྣམ་པ་ཚོ་ལ་ཞུ་ཡས་ཡིན་ཨ་ནི་ཡག་པོ་ཅིག་སེམས་རོགས་གནང་ཞུ་ཡས་ཡིན། ད་དེ་ཡང་སྔོན་མ། བོད་མི་དེ་ཚོའི་གཞིས་ཆགས་ཁག་ཅིག་ནང་ལ་ཨ་ནེ་བུ་བསམ་གྲུབ་དང་བུ་མོ་ལྷ་མཛེས། གཉིས། ཆུང་བྱིས་པའི་དུས་ནས་འཚར་ལོངས་བྱུང་རྗེས་མཉམ་ཟ་མཉམ་འཐུང་ཨ་ནེ་ཕན་ཚུན་འཆམ་མཐུན་སྒོ་ནས་གནས་གིན་གྲོགས་པོ་ཞིག་ཆགས་བསྡད་ཡོད་རེད། ཨ་འདི་ཡིན་འདུག་བ་ལ་ཁོ་རང་གཉིས་ཀྱི་གཞི་རིམ་གྱི་སློབ་སྦྱོང་དེ་གཞིས་ཆགས་སློབ་གྲྭ་དེ་ག་ནང་ལ་འཛིན་རིམ་བཅུ་གཉིས་བར་དུ་བཅད་ཨ་འདི་ནི་སོ་སོའི་གི་དམིགས་ཡུལ་དང་མཐུན་པའི་སྒོ་ནས་མཐོ་རིམ་སློབ་གྲྭ་ཁག་ཏུ་ཐེབས་པ་རེད། ལོ་གསུམ་གྱི་རྗེས་ལ་ཁོ་རང་ཉིད་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་མཉམ་འཛོམས་བྱུང་ཡོད་རེད། སྐབས་དེ་དུས་ག་ལ་བུ་བསམ་གྲུབ་ཀྱིས་ལྷ་མཛེས་ལགས་ལ་ག་རེ་ཞུས་རེད་ཟེར་ན་ཁྱེད་རང་གཉིས་མ་སྐུ་ཤ་འབྱོར་པོ་བཞུགས་ཡོད་བ། ད་ད་ལྟ་དེ་འདྲའི་སྐུ་ཤ་སྐམ་པོ་དེ་འདྲའི་ག་འདྲས་ཆགས་རེད་ཟེར་ནས་ཞུས་པའི་སྐབས་སུ། བུ་མོ་ལྷ་མཛེས་ཀྱིས་ག་རེ་གསུངས་ལབ་བ་ཡིན་ན། ད་ང་ཞོགས་ཀའི་སྔ་པོ་ཡར་ལངས། དེ་ནས་མཐོ་སློབ་ཀྱི་འཛིན་གྲྭ་མ་འགྲིམས་པའི་གོང་ལ། གཅིག་ཨ་ནི། རྟག་པར་ཞིག་ཆུ་ཚོད་གཅིག་གི་རིང་ག་ལ་འཇོག་གིན་འགྲོ་ཡས། དེ་ན་ཤིང་གི་མཐོ་སློབ་ཀྱི་འཛིན་གྲྭ་གྲོལ་ཚར་བའི་རྗེས་ལ་ཨ་ནི་གཅིག་གི། འཇིམ་ལ། བཙལ་ཡས་ཀྱི་དེ་འདྲས་ཀྱི་བྱས་བྱས་ནས་ཕྱག་ཟུང་ཞུས། རེད་ཨ་འདི་མ་ཡིན་པས་ཀྱི་འདི་བྱས་པ་ལ་བརྟེན་ནས་ཨ་ནི་གཅིག་གི་དགེ་མཚན་དང་ཕན་ཐོགས་གཞན་ག་རེ་ག་རེ་ཡོད་རེད་ཞུས་པའི་སྐབས་སུ་ལྷ་མཛེས་ལགས་ཀྱིས་ད་འདི་རྟག་པར་ཞིག་གཅིག་གི། འཇོག་གིན་དང་འཇིམ་བཙལ་བ་ཡིན་ན། ཨ་ནི་ང་རང་ཚོ་གི་ལུས་བོད་ཀྱི་ཁྲག་གི་འཁོར་རྒྱུག་དེ་ཡག་པོ། ཨ་ནི་གཟུགས་བོད་ཀྱི་ལྗིད་ཚད་དེ་ཆུང་ལ་འགྲོ་ཡ། དེ་ན་བཞིན་གྱི་ཨ་ནི་ང་རང་ཚོ་གི Immune System དེ་ཡག་ཏུ་འགྲོ་ཡ། ཨ་ནི་དེ་ན་བཞིན་ང་རང་ཚོ་གཟུགས་བོད་ནང་གི་དེ་གི Fat དེ་ཚོ་མ་བཞུར་འགྲོ་ཡ་ལ་སོགས་པ་དེ་འདྲས་ཀྱི་དགེ་མཚན་ཡོད་རེད་ཅེས་གསུངས་པ་རེད། ཨ་ནི་དེའི་རྗེས་ལ་ཨ་ནི་ད་ལྟ་བུ་བསམ་གྲུབ་ཀྱིས་ད་ཁྱེད་རང་གི་གཅིག་གི་མིག་དེ་ཏིས་ཅིག་གཅིག་གི་དམག་མོ་འདྲ་བོ་བྱེད་ཨ་ནེ་གཅིག་གི་ཟབ་དྲུག་ལང་ཆོག་ཆོག་འདྲ་བོ་བྱེད་དེ་འདྲའི་རྣམ་པ་འདྲ་བོ་འདུག་འདི་གར་བྱས་རེད་ཞུས་འདུག་ག་ལ་ཨ་ནེ་བུ་མོ་ལྷ་མཛེས་ཀྱིས་ད་ད་ནངས་ང་རང་གི་སློབ་སྦྱོང་བྱེད་སའི་གི་རྒྱལ་ས་འདིའི་ནང་ལོག་ལ། གཅིག་གི་བཟོ་གྲྭ་མང་པོ་བཞུགས་བྱེད་ཨ་ནེ་མོ་གྲྭ་མང་པོ་བྱེད་ཨ་འདི་གི་ཨ་ནེ་དུ་བ། ཨ་ནེ་གཅིག་གི་ས་ཆ་གཡོན་ཡོད་ལ་འཛར་ཚོ་མང་པོ་ཐལ་ལ་མང་པོ་ཡོད་པའི་རྐྱེན་གྱིས་ཨ་ནེ་འདི་གི Air Pollution དང་ཨ་འདི་ག་ན་ཤིང་གི་གཅིག་གི Allergic ཆགས་བྱེད་ནས་མིག་ལ་ཨ་ནེ་འདི་འདྲའི་གི་དཀའ་ངལ་འཕྲད་སོང་བྱེད་ཨ་ནེ་སོང་བ་རེད། ཨ་འདི་ཡིན་འདུག་ག་ལ། སྡིག་བྱས། ད་ཁྱེད་རང་གི་ཨ་ནེ་ཕ་ག་དུས་ཕེབས་འགྲོ་ཡས་ཡིན། དོ་རོ་ལ་ཕེབས་འདུག་ཟེར་ན་ད་ང་སྣང་ཉེ་འགྲོ་ཡས་ཡིན་ངས་ཨི་ཡར་ཀྲི་ཀར་གཏོགས་ཚར་ཡིན་ཟེར་ཞུས་པ་རེད། ད་ལྟ་ཁོ་རང་གིས་གསུང་ངན་བྱས་པ་ཡིན་ན། ས་འབྲུག་ལགས་ཀྱིས་ད་ད་རིང་ང་གཉིས་ཐུག་བྱས་ནས་ཨ་དགའ་བོ་བཞུགས་བྱུང། ཡིན་ནས་ཀྱི་ད་ང་གཉིས་ཀྱི་དེ་རིང་བཀའ་མོལ་ལྷུག་པོ་བྱུང་བའི་འདིའི་ནང་ལོགས་ལ་ཁྱེད་རང་གིས་སྤྱི་བཏང་བོད་སྐད་ཡག་པོ་སྐྱོན་གྱི་འདུག་སྟེ་ཡིན་ནས་ཀྱི་ཁྱེད་རང་གི་བོད་སྐད་འདིའི་ནང་ལོགས་ལ་ཅིག་གིས་སྐད་བསྲེས་ལས་བསྲེས་གོ་རེ་འདྲ་སྐད་ཞིབ་བོ་ཅིག་བཅུག་གནང་གི་འདུག་བསྐྱོན་གནང་གི་འདུག་དེ་ཡིན་འདུག་ག་ལ་ཨ་ནི་འདི་ང་རང་ཚོ་གི་ད་བོད་ནང་ལ་ཡོད་སྐྱོ་གི་གཞིས་ལུས་བོད་མི་རྣམས་ཀྱི་སྐུ་སྲོག་འབེན་ལ་བཙུགས་བྱས་ནས་བོད་པའི་གི་ཐུན་མོང་མ་ཡིན་པའི་ཆོས་རེད་རིག་གཞུང་རེད་སྐད་ཡིག་རེད་ཁོར་རྒྱུག་རེད་ཨ་ཡུལ་སྲོལ་གོམས་གཤིས་ལ་སོགས་པ་ཨ་ནི་ཉར་ཚགས་དང་སྲུང་སྐྱོབ་བྱེད་དེ་གོ་རེད་ཨ་འདི་ཡིན་འདུག་ག་ང་རང་ཚོ་གི་ཨ་ནི་ཙིག་བཙན་བྱོལ་ནང་ཡོད་སྐྱོ་ད་རྒྱ་བལ་འབྲུག་གསུམ་གཙོ་བོ་བརྒྱུད་པའི་གི་ཕྱི་རྒྱལ་ཁག་ལ་ཡོད་པ་ཚང་མས་གི་བོད་མི་ཚང་མའི་ངོས་ནས་ཨ་ནི་བོད་སྐད་འདི་ལ་གསལ་ལེ་མ་གྲུབ་པ་ཚང་མས་ཀྱིས་ཨ་ཅིག་ཐུགས་སྣང་གནང་ཡས་དེ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད། འོ་དེ་ཞུ་ཡས་ཡིན། བུ་མོ་ལྷ་མཛེས་ཀྱིས་ད་ད་གིས་ངས་གོང་དུ་ཞུ་འཇོག་གི་ཐ་སྙད་འདི་ཚོ་ལ་ཨ་ནེ་ཡིས་ཨིན་ཇིས་ཀྱི་ཐ་སྙད་འདི་ཚོ་ལ་བོད་སྐད་ཀྱི་ནང་ལ་ག་རེ་ཞུ་རེད་ལ་ནི་ཡོད་རེད་ཅེས་ལ་སྐད་ཆ་དྲི་བའི་སྐབས་སུ་ཨ་འདི་ཡོད་རེད། ཨ་འདི་བྱས་ན་ཇོ་ཀིང་ལ་ག་རེ་ཞུ་གི་རེད་ཟེར་ན་ཇོ་ཀིང་ལ་དེར་རྒྱུགས། དེ་རྒྱུག་ཟིན་ན་གར་གཟིགས་བ་རེད་ཞུ་བའི་སྐབས་སུ། ཨ་མཆིག་ལུས་རྩལ་གྱི་ཚུལ་དུ་དལ་བུ་དང་ལྷོད་བུའི་ངང་ནས་ཀྱི་རྒྱུའི་སྨྱོ་འབོར་རྒྱུག་པའི་གྱི་བྱེད་སྒོ་ཞིག་ལ་ཟེར་གྱི་རེད། Gym ལ་གར་གཟིགས་རེད་ཟེར་ན་གཟིམ་ལ་གཅེས་སྐྱོང་ཁང། Fat ལ་ད་ལྟ་ང་ཚོའི་གྱི་ལུས་པོའི་ནང་ལོགས་ལ་ཡོད Fat དེ་ལ་ཚིལ་ཤ། ཨ་དེ་ག་ནང་བཞིན་གྱི་ཨ་ནི་ད་ལྟ Immune System ལ་ན་ལུས་ཟུངས་མ་ལག། ད་ལུས་ཟུངས་མ་ལག་ལས་དེ་ང་ཚོའི་གྱི་ཕྱི་ནང་གང་དུ་ཡང། གཅིག་གི་ནད་དང་གཉན་ཁ་གྱི་སྲིན་བུ་དེ་ཚོ་ངོ་འཕྲོད་པའི་སྒོ་ནས་ཕྱིར་འགོག་པར་བྱེད་མཁན་གྱི་ལུས་ཀྱི་མ་ལག་ཅིག་ལ་ལུས་ཟུངས་མ་ལག་ཞེས་གོ་དེ་བོ་རེད། ཨན་དེ་ག་ན་ཤན་གྱི Ear Pollution ལ་མཁའ་རླུང་འབག་བཙོག། Allergy ལ་མི་འཕྲོད་པ། ད་ད་ནང་ང་ཚོའི་གི་སྨན་གྱི་ནང་ལོགས་ལ Allergy ལ་མི་འཕྲོད་པ་བྱས་ཨན་མི་འཕྲོད་པ་དེ་ལ་མང་པོ་ཞིག་ཡོད་དགོས་རེད། ད་ཁ་ཤས་ཅིག་གི་ཐ་ལག་གི་མི་འཕྲོད་པ། ཁ་ཤས་ཤིང་ཏོག་གི་མི་འཕྲོད་པ། ཁ་ཤས་ཡང་ཁ་ཟས་འདྲ་མི་འདྲ་གི་མི་འཕྲོད་པ་དེ་འདྲ་མི་འདྲ་ཡོད་དགོས་རེད་བྱས་ཙང Allergy ལ་ང་ཚོའི་བོད་པའི་གི་སྨན་གཞུང་ནང་ལོགས་ལ་མི་འཕྲོད་པ་ཟེར་ནས་ཞུ་དགོས་རེད། མཐའ་མ་དེར Air Ticket ལ་ན་གནམ་གྲུའི་འཛིན་བྱང་འོ་དེ་འདྲ་ཞིག་ཞུས་དགོས་རེད་ཞེས་ཞུ་ཡས་ཡིན། མཐའ་དོན་དེ་ལ་ད་གོང་དུ་རྟོག་སྒྲུང་འདིའི་ནང་ལ་ཡོད་པའི་གི་ཐ་སྙད་དེ་དག་རྣམ་པ་ཚོས་གི་བཀོལ་སྤྱོད་གནང་ཡས་ཡོང་བ་དང་དེ་ག་ན་བཞིན་གི་ད་ལྟ་བོད་པའི་གི་སྐད་ཡིག་འདི་ལ་གསལ་ལེ་མ་འགྲོ་བའི་ཆེད་དུ་རྣམ་པ་ཚོ་སྔོན་ནས་བེད་སྤྱོད་གནང་རོགས་གནང་ཞུས་ཡིན། ཨ་འདི་ན་ཤིང་གི་བརྙན་ཐུང་འདི་ཡང་སུས་སུས་ཀྱིས་དགའ་རོགས་གཉེན་རོགས་རེད་འདི་ན་ཤིང་གི་ལས་གྲོགས་ཨ་ནི་ཚང་མ་ལ་ཁྱབ་སྤེལ་དང་འགྲེམས་སྤེལ་གནང་རོགས་གནང་ཞུས་ཡིན། ཨ་འདི་ནས་མ་བརྗེད་བར་དུ་རྣམ་པ་ཚོ་སྐུ་གཟུགས་ལ་ཐུགས་ཅག་གནང་དགོས་ལོ་སར་སྤྲོ་པོ་གནང་དགོས་ཞུས་ཡིན་ཐུགས་ཆེ་གནང།